འོ་ཡ། ད་དེ་སྔོན་ལ་ཡིན་ན་ང་ཚོ་ནས་སློབ་ཚན་བཅོ་ལྔ་པ་དེ་ག་སྦྱང་ར་ཟེར་ན་ཞི་མི་དེའི་སྐོར་ལ་སྦྱང་རོགས་ཨ་འོས་ཤོབ་ཆེ་བས་བྱི་ལ་ས་དེ། ད་དེ་རིང་ཡིན་ན་ང་ཚོ་སློབ་ཚན་ཨ་ནེ་ཡ་ཅིག་བརྡ་སྤྲོད་གི་སྐོར་ལ་ཡ་བྱེད་སྒྲ་སྦྱང་གི་འདའ་བྱེད་སྒྲ་བྱས་ཙང་ཁྱེད་རང་ཚོ་དེ་སློབ་ཚན་དེའི་འགོ་བརྗོད་གོ་ར་ཅིག་ཟེར་འོ་ཡིན་ན་ག་རེ་མཁྱེན་གི་འདུག། བྷའི་ད་ཆ་འདྲ་གོ་བྱེད་ད་བྱེད་བྱེད་དེ་ང་ཚོ་ལས་ཀ་བྱེད་ཨོ་ཨ་མ་ནང་ལས་ཀ་བྱེད་ཨོ་པ་ལ་ལས་ཀ་བྱེད་ཨོ་དེ་འདྲ་ཡོད་རོ་ཨོ་ལས་ཀ་བྱེད་གི་བྱེད་ས་དེ་ཕྱག་ལས་གནང་རོ་ཨོ་བྱེད་ཙང་བྱེད་བཟོ་དེ་ལས་ཀ་བྱེད་པའི་གི་སྒྲ་ལས་ཀ་བྱེད་པའི་དོན་ད་རོ་ཨོ་སྒྲ་ལ་ནི་ད་ལས་ཀ་བྱེད་པའི་གི་དོན་སྟོན་ཡག་གི་ཆེད་དུ་ཚིག་ག་རེ་ག་རེ་ཨོ་བེད་སྤྱོད་གཏང་གི་རེད་ཕྲད་ག་རེ་ག་རེ་བེད་སྤྱོད་གཏང་གི་རེད་ཨོ་དེ་ཤེས་དགོས་རོ་དེ་གནང་ལ་ཡ་ཨོ་བྱེད་ད་བྱེད། ད་དང་པོ་ང་ཚོས་བྱེ་བྲག་ལ་གལ་ཆེ་ཤོས་དེ། ཚིག་ཕྲད་ངོས་འཛིན་ཡ་དེ། ཚིག་ཕྲད་ཀྱི་གོ་དོན་དེ་ནི་དེའི་སྔོན་ལ་ང་ཚོས་སྦྱངས་ཟིན་པ་རེད། ཚིག་གཞན་པ་དང་ཐུག་བ་ཡིན་ན་དོན་སྟོན་གི་ཡོད་བ་ཆེ་སོ་སོ་ཅིག་འོག་དོན་སྟོན་ཐུབ་ཀྱི་མེད་ཡ་ཆེ་འོག་དེ་ཡིན་པ། བྱས་ཙང། བྱེ་བྲག་གི་ཚིག་ཕྲད་དེ་ག་རེད་ཟེར་ན་གྷི་གྷི་གྷིའི་ཡིག་ལྔ་པོ་རྣམ་དབྱེ་གསུམ་པ་བྱེ་བྲག་ཡིན། ང་ཚོ་འབྲེལ་དྲའི་སྐབས་སུ་གིས་ཀྱིས་གྱིས་ཡིག་ལྔ་ཡོད་རེད་ཡིན་ན་ཡང་དེ་ཚོ་ལ་ཡང་གཅིག་འཇུག་ས་ཡོད་མ་རེད་ད་ད་ལྟ་བྱེད་སྒྲའི་སྐབས་སུ་འབྲེལ་དྲའི་གི་ཕྲད་དེ་ཚོ་ལ་ཡང་གཅིག་འཇུག་ས་རེ་རེར་སྦྱར་བ་ཡིན་ན་ཨ་ནི་རྣམ་དབྱེ་གསུམ་པ་བྱེད་སྒྲ་ཆགས་ཀྱི་རེད་སུམ་བཅུ་པའི་རྩ་བ་རྣམས་ལ་དེ་གཉིས་ལ་ནི་བཅུ་པ་སྦྱར་བྱེད་པ་པོ་རུ་ཤེས་པར་བྱ་ལགས་ཡོད་རེད་བྱས་ཙང་འདིའི་སྐབས་སུ་ང་ཚོ་འབྲེལ་དྲའི་གི་ཕྲད་དེ་ཚོ་ལ་ས་སྦྱར་བ་ཡིན་ན་ཨ་ནི།

ཁྲེ་གོ་རང་གཅིག་གོ་ལ་དོན་སྟོན་གི་མ་རེད་ལ་རོ་ཨ། ཚིག་གཞན་པ་དང་མཉམ་དོ་སྦྱར་ན་དོན་སྟོན་གི་རེད་ཟེར་ལ་དེ་ལྟར་ཚིག་གཞན་པ་མཉམ་པོ་སྦྱར་སྟངས་ག་འདྲས་རེད། འོ་དེ་ཤེས་དགོས་རོ་ཨ། ཨོ། དེ་ལས་ཡ་ག་རེ་ལ་ག་རེ་ཟེར་ན་སྒྲ་སྦྱོར་ལ་གི་རེད་སྦྱོར་ཚུལ་ཡང་ལ་གི་རེད། གང་ལྟར་ཁྲེ་དེ་ཚོ་ག་འདྲས་སྦྱར་དགོས་ཡོད་མེད་ཀྱི་སྦྱར་སྟངས་དེ་ལ་ཡ་གཟིགས་ཡོད་རེད། ལེགས་བཤད་ལྗོན་དབང་རྣམས་ལ་ང་ཚོ་སྦྱོར་ཚུལ་ན་མ་ར་ལ་གྱིས་ད་བ་ས་ཀྱི་ག་ང་གི་ཨ་དང་ཐ་མི་ཡི་དང་ཡིས་ཨོ། ད་འདི་ཚོ་རྩ་བ་དེ་ཁྱེད་རང་ཚོ་ཨ་ནི་བློ་ལ་འཇུས་ཐུབ་བ་ཡིན་ན། ཅུང་མ་འཕྲད་སྦྱར་ཡ་ལ་དཀའ་ངལ་འཕྲད་གི་མ་རེད་ཨོ། སྦྱོར་ཚུལ་ན་མ་ར་ལ་གྱིས་ལ་དུས་ཨོ། རྗེས་འཇུག་ན་མ་ར་ལ་དེ་ཚོ་གི་རྗེས་ལ་ག་ཡི་དེ་གྱ་གྱུ་གུ་གྱིས་ས་གྱིས་བྲིས། ད་བ་ས་ཀྱི་ག་ང་གི་ཨོ། རྗེས་འཇུག་ད་བ་ས་དེ་ཚོ་གསུམ་གྱི་རྗེས་ལ་ཡ་ཨ་ནི་ཀ་ཡི་སྐྱ་གུ་ཀྱི་ས་ཀྱིས་བྲིས། རྗེས་འཇུག་ག་དང་རྗེས་འཇུག་ང་གི་རྗེས་སུ་ཨང་ཁ་ཀྱུ་ཀི་ས་ཀྱིས་བྲིས། ད་ནང་བཞིན། རྗེས་འཇུག་ཨ་དང་རྗེས་འཇུག་མེ་སྒྱོགས་མཐའ་མེད་ཀྱི་རྗེས་སུ་ཨ་ནི། ཡང་ན་ཨ་ཀྱུ་ཀུ་ཡི་ས་ཡིས་བྲིས་ཡང་ན་ཡ་ཀྱུ་ཀུ་ཡི་ས་ཡིས་བྲིས་དེ་གཉིས་ཁ་བྲིས་ནས་འབྲི་གི་རེད། འོ་དེ་ཨ་ནི། སྦྱར་སྟངས་དེ་རེད་ཕྲད་སྦྱར་སྟངས་དེ། ད་དེའི་འོ་དེ་ལ་གཟིགས་བ་ཡིན་ན་བྱེད་སྒྲའི་ཕྲད་ལྔ་པོ་དེ་རྣམས་རྗེས་འཇུག་གང་གི་རྗེས་སུ། ཨོ། ཐོབ་ཚུལ་ནི་ད་གོང་དུ་བཤད་པ་ན་ཤེས་རེག་བྱེ་བྲལ་ཕྲད་ལྔ་པོ་དེ་ཚོ་རྗེས་འཇུག་ག་རེ་ག་རེར་རྗེས་ལ་ཐོབ་གི་ཡོད་མིན་དེ་ད་ལྟ་ངས་གོང་དུ་ཞུས་བ་དེའི་འོག་ལ་རུས་མིང་ནང་ལ་ཡོད་མགྱོགས་དེ་རེད། དཔེ་བྱ་ཞེ་ན་ཁྱེད་རང་ཚོ་དང་པོ་རུས་མིང་དེ་ལ་གཅིག་ཟེར་བ་ཡིན་ན་དང་པོ་དེ་ལ་ཡ། ན། མ། ར། ལ། འོ་དེ་ཚོ་གི་རྗེས་ལ་ཡ། ཨ་ནི། ཀའི་རྒྱ་དགུ་སྐྱིད་ས་སྐྱིད་རེད། ད་བ་ས། གསུང་གི་རྗེས་ལ་ཀའི་རྒྱ་དགུ་སྐྱིད་ས་སྐྱིད་རེད་ཕ་ཆོག་ཕ་ཆོག་དེ་ལ་ཁ་ཐུག་ཁ་ཐུག་བྱས་ནས་ཐོན་བཞག་འདུག་ཨ་འོ་དེའི་ཚོ་ཁྱེད་རང་ཚོས་ཨ་ནི་ཡག་པོ་ཅིག་ཟེར་བ་ཡིན་ན་ཨ་ནི་སྦྱིན་གྱི་རེད། དེ་སྔོན་དུ་ཞུས་བ་ནང་བཞིན་དུ་ད་དེ་ཚོ། བྱེད་སྒྲའི་ཕྲད་སྦྱར་སྟངས་དེ། འབྲེལ་སྒྲའི་སྐབས་སུ་ད་གཅིག་པ་གཅིག་ཡང་རེད། ད་གསར་དེ་སྦྱར་བ་དེ་བྱེད་པ་པོ་སྟོན་གྱི་ཡོད་མ་ཡོད་ཁྱད་པར་རེད་མ་གཏོགས་གཞན་པ་འབྲེལ་སྒྲའི་སྐབས་ད་གཅིག་པ་གཅིག་ཡང་རེད། ད་མིན་ལགས་ན་སྦྱིན་འཇུག་མེད་བ་བྱས། ལགས་ན་བཞིན་སྦྱིན་འཇུག་ཨ་དང། སྦྱིན་འཇུག་ཨ་ཡང་ན་སྦྱིན་འཇུག་མེད་པ་འོ་དེ་ཚོའི་རྗེས་ལ་ཡང་ཨ་ནི་ཨ་རྒྱུག་གི་ཡིན་ས་ཡིས་བྲིས་ན་འགྲིག་རེད་ཡ་རྒྱུག་གི་ཡིན་ས་ཞེས་བྲིས་ན་འགྲིག་གི་རེད། འོ་དེ་རེད། ད་ཁྱེད་རང་ཚོ་ལ་ཡང་དེ་ལ་དཔེར་བརྗོད་མང་པོ་ཞིག་བཏོན་ཡོད་དོ་ཡང་ཁྱེད་རང་ཚོ་ཁྲལ་སྦྱར་སྟངས་འདི་འདྲས་རེད་ཟེར་ལབ་བ་མ་གཏོགས་དཔེར་བརྗོད་མ་བཏོན་ན་ཡང་ཁྱེད་རང་ཚོས་ཨ་ནི་ངོས་འཛིན་བྱེད་དུ་འོང་བར་བ། བྱས་ཙང་དཔེར་བརྗོད་དེ་ལ་ཟེར། དང་པོ་གཞུང་དང་པོ་དེ་ལ་ཡང་རྗེས་འཇུག་དེ་ཚོ་བྲིས་ཏོ་གཉིས་བ་དེ་ལ་ཁྲལ་དེ་ཚོ་བྲིས་ཏོ་གསུམ་པ་ཕ་ཆོས་དེ་ལ་ཡང་དཔེར་བརྗོད་དེ་ཚོ་བྲིས་ཏོ། རྗེས་འཇུག་དེ་ཚོ་ལ་ནག་མ་ར་ལ་བྱས་ལ་ག་ཡི་སྐྱག་ཁུ་གྱིས་ས་གྱིས་རེད། ད་དང་པོ་དེ་ལ་རྗེས་འཇུག་ནག་བྱས་ལ་ཡ།

ཐོས་བསམ་གྱི་དེབ་ཀློག་ཐོས་བསམ་ལ་དེ་མི་གཅིག་མིང་རོ་ཨ་བྱེད་ཙང་ཐོས་བསམ་གྱི་དེབ་ཀློག་རེས་ཐོས་བསམ་གྱི་ལས་ཀ་བྱེད་དོ་ཨ་ད་ནང་ཤི་ར་བྱེད་ལ་ཡ་གས་སྐྱ་བོ་ཁྱི་ས་ཁྱི་ཀུན་ཐར་གྱིས་བརྩམས་པ་དག་ཀུན་ཐར་ལ་དེ་མི་དེ་བརྩམས་པ་དག་ཡོད་རེས་ཨ་བརྩམས་པ་དག་ལ་དུས་ད་ཁྱེད་རང་ཚོ་པ་ལ་མ་ལ་དེ་ཚོ་བོད་ནས་འཕེལ་རྒྱོག་དང་རྒྱ་གར་ནས་འཕེལ་རྒྱོག་དེ་ཚོ་རང་བརྩམས་པ་དག་དང་ག་འདྲེ་རེད། སི་ལ་ན་བཀའ་འདྲི་ཞུ་འོ་ཡིན་ན་ཁོ་ནང་ཚོས་ལན་གསལ་བོ་རྒྱུན་གི་རེད་ད་ག་ནང་བཞིན་ཁྱེད་ནང་ཚོ་ཞུགས་སའི་ལུང་པ་དེ་ཚོ་ལ་ཡག་ཡང་རྩམ་པ་ཐག་གཉིས་འདི་འདྲ་ཡོད་ཡིན་དེ་ཚོའི་ཐག་ཚང་དེ་ཚོ་ཟིག་ད་ཤེས་གི་རེད་བྱས་ཙང་ཀུན་དར་གི་རྩམ་པ་ཐག་ལ་དུས་ང་ཚོ་རྩམ་པ་ཟོས་གི་ཡོད་རེད་བྱས་ཙང་ཀུན་དར་གི་ལས་ཀ་ཁ་ཆེ་སོང་རྩམ་པ་ཟོས་གི་ཡོད་རེད་བྱས་ཙང་ཨ་རག་བྱས་ལ་ཁ་ཡི་གྱ་གུ་གྱི་ས་གྱིས་དུག་དཀར་གྱིས་མ་ཎི་འདོན་དུག་དཀར་ལ་ནི་ཡང་མི་གཅིག་མིང་རེད་དུག་དཀར་གིས་མ་ནི་འདོན་གི་ཡོད་རེད་མ་ནི་འདོན་མ་ནི་སྐྱོར། ཟེར་གྱི། འོ་མ་ནི་འདོན་དག་ནང་བཞིན་རྗེས་འཇུག་ལག་རྗེས་ལ་ཡ་ག་ཡིག་གཅིག་པུ་གྱིས་ས་ཀྱི་སྟོབས་རྒྱལ་གྱིས་དཔེ་དེབ་ཉོས་སྟོབས་རྒྱལ་གྱིས་ལས་ཀ་ཁ་བྱས་སོང་ན་དཔེ་དེབ་ཉོས། ཀུན་འཕེལ་གྱིས་ཤིང་སྡོང་བཙུགས་ཀུན་འཕེལ་ལགས་དེས་ལས་ཀ་ཁ་བྱས་སོང་ན་ཤིང་སྡོང་བཙུགས་དེ་གཉིས་གཉིས་ཀ་རྗེས་འཇུག་ལག་རྗེས་ལ་ག་ཡིག་གཅིག་པུ་གྱིས་ས་ཀྱི་དག་ནང་བཞིན་ད་བར་ས་གསུམ་གྱི་རྗེས་ལ་ཀ་ཡིག་གཅིག་པུ་གྱིས་ས་ཀྱི་བྲིས་ཆོག་དེ་དང་པོ། རི་དྭགས་གཙོད་ཀྱི་རྩ་ཟ། རི་དྭགས་གཙོད་ཟ་སྟེ་རི་དྭགས་གཙོད་ལ་ན་ཛོ་ར་ཅོ་ཙེ་ནོ་བོ་ཡུལ་མགྱོགས་ཀྱི་རི་དྭགས་ཆེའི་རོ་ཨ་འུན་དེའི་རྩ་ཟ་གི་རེད། ལེགས་བཤད་ཀྱི་ཞྭ་མོ་གོན། ལེགས་བཤད་ད་དེ་ཡང་ང་ཚོ་ས་སྐྱ་ལེགས་བཤད་དང་དེ་སྐད་ཅེས་བཤད་ཀྱི་ཡོད་མ་ད་ལེགས་བཤད་ལ་ནུས་མི་གཅིག་གི་མིང་རེད་བྱས་ཙང་མི། ལེགས་བཤད་ཟ་སྟེ་ཞྭ་མོ་གོན་རེད། ཁོ་རང་གིས་ལས་ཀ་ཁ་ཆེ་ན་ཞྭ་མོ་གོན་པའི་ལས་ཀ་བྱས་ཙང་ད་ཅི་ལ་གཙོད་དང་ལེགས་བཤད་ཟེར་ཡ་དེ་གཉིས་སྙིང་ག་གི་རྗེས་འཇུག་དེ་ད་ཡིན་པ་སོང་ཙང་སྐད་རྒྱག་དགོས་ཀྱི་ཟ་ཀྱི་དུས་འགྲུབ་ཀྱི་དཔེ་ཁུག་ཁུར། དོན་གྲུབ་ལགས་དེ་མི་དེ་ལས་ཀ་ཁ་ཆེ་སོང་སྤི་གུག་ཁུར་དོན་གྲུབ་ཀྱི་ལས་ཀ་བྱེད་དོ་ཨ་ཕ་ཅི་ལ་སྐད་རྒྱ་པོ་སྐྱིད་ས་སྐྱིད་བསམ་གྲུབ་ཀྱི་སྐད་ཆ་བཤད་དེ་ཡང་བསམ་གྲུབ་ལ་དེ་ཕ་ཅི་ལ་སྐད་རྒྱ་པོ་སྐྱིད་ས་སྐྱིད་ལས་ཀ་ཁ་ཆེ་སོང་ན་སྐད་ཆ་བཤད་དོ་ཨ་བྱས་ཙང་དེ་གཉིས་སྙིང་ག་རྗེས་འཇུག་ཕ་ཅི་ལ་སྐད་རྒྱ་པོ་སྐྱིད་ས་སྐྱིད་ཅེས་བྱ་བ་བྱས་པ་དག་ནང་བཞིན་རྗེས་འཇུག་ས་ཅི་ལ་སྐད་རྒྱ་པོ་སྐྱིད་ས་སྐྱིད་ཡེ་ཤེས་ཀྱི་མེ་ཏོག་བཏབ་ཡེ་ཤེས་ལ་དུས་ཡང་མི་གཅིག་གི་མིང་ཆད་ཡེ་ཤེས་ཀྱི་ཤ་འདྲ་བོ་ཤེས་ས་ཤེས་རྗེས་འཇུག་ས་ཡིན་པ་སོང་ཙང་ས་བཅད་ལ། བྱེ་བྲལ་ཐད་ཀར་རྒྱལ་བུ་སྐྱིད་ས་ཀྱིས་ཡེ་ཤེས་ཀྱི་མེ་ཏོག་བཏབ་ལས་ཀ་ཁ་ཆེ་ས་ན་མེ་ཏོག་བཏབ་ཤེས་རིག་ལས་ཁུངས་ཀྱིས་སློབ་ཡོན་གནང་ཤེས་རིག་ལས་ཁུངས་ཀྱིས་ལས་ཀ་ཁ་ཆེ་ས་ན་སློབ་ཡོན་གནང་བ་ད་ཡང་ཁྱེད་རང་ཚོ་དེ་འདྲ་དེ་ཤེས་རིག་ལས་ཁུངས་ཟ་དེ་ནས་ག་རེ་ཤེས་འོ་རེད་ཟེར་ན་ལས་ཀ་བྱེད་ཀྱི་ཡོད་ན་ཡིན་གཅིག་མིན་གཅིག་གིས་ལས་ཀ་བྱེད་ཉེན་མི་གཅིག་ཡིན་གཅིག་མིན་གཅིག་གིས་འོ་མ་ད་ལས་ཁུངས་ཀྱིས་ཟེར་དེ་མི་གཅིག་དམིགས་སུ་མ་མ་བཏོན་ནས་ལས་ཁུངས་གཅིག་གི་མིང་ནས་བོས་རོགས་ཨ། ཡང་དག་ན་བཞིན། ཁྱིམ་ཚང་དེ་ཡིས་ལ་འོས་ན་ཁྱིམ་ཚང་དེའི་ནང་གི་མི་དེ་ཚོ་ཚང་མ་བསྐོ་རོགས་ཨ་ཁྱིམ་ཚང་དེ་ཡིས་ལས་ཀ་ཡག་པོ་བྱེད་ཡིན་པ་ཡིན་པ་ན་ཁྱིམ་ཚང་དེས་ཨ་ནི་མི་གཅིག་གཉིས་ལོགས་སུ་མ་བཏོན་ན་ཁྱིམ་ཚང་དེ་ཆ་ཚང་ལ་ཡང་བྱེད་སྒྲ་སྦྱར་རོགས་ཨ་བྱེད་ཚང་དེ་འདྲས་ཡང་སྦྱར་ཆོག་གི་རེད་བྱེད་འཇུག་ས་བྱེད་ལ་གད་རྒྱ་བུ་སྐྱིད་ས་སྐྱིད་བྱེད་ད་བྱེད་འཇུག་ག་ང་གཉིས་ལ་ག་རྒྱུ་གི་ས་སྐྱིད། གོང་ས་མཆོག་གིས་བཀའ་སློབ་གནང། གོང་ས་མཆོག་ལ་དུས་མའོ་ཆན་མཆོག་ག་ཆོག་དེ། རྗེས་ལ་ཡག་ཅིག་འཇུག་དེ་ག་ཡིན་པ་སོང་ཙང་ཁ་རྒྱུག་གི་ཟ་གི། གོང་ས་མཆོག་གི་ཕྱག་ལས་གར་གནང་གི་ཡོད་རེད་བཀའ་སློབ་གནང་བའི་ཕྱག་ལས་གནང་གི་ཡོད་རོ་བ་བྱས་ཙང་གོང་ས་མཆོག་གི་བཀའ་སློབ་གནང་བྱས། སྟག་གི་ངར་སྒྲ་སྒྲོག་སྟག་གི་ངར་སྒྲ་སྒྲོག་ལ་དུས་སེམས་ཅན་སྟག་དེའི་ངར་སྐད་རྒྱབ་པ་ལ་ཡང་ངག་སྒྲ་སྒྲོག་ངར་ནི། སྐད་རྒྱག་པ་དེ་ལ་ཡང་ང་དྲ་གྲོགས་ཆེ་ཚང་རྗེས་འཇུག་ག་ཅེས་ལ་ཁ་སྐྱུག་གི་ཟ་གི་ད་ད་ག་ནང་བཞིན་གོང་དུ་ཞུ་བ་ནང་བཞིན་བྱེད་ན་ཡང་བྱེད་པ་པོ་ཅིག་གི་ལས་ཀ་ཅིག་བྱེད་ཀྱི་ཡོད་ན་བྱེད་པ་པོ་དེ་ཡིན་གཅིག་མིན་གཅིག་གི་མི་ཡང་དགོས་དགོས་ཡོད་མ་རེད་ཨ་ནི་སེམས་ཡོད་ཀྱོག་དགོས་དགོས་མ་རེད་རླུང་གི་ཤེལ་སྒོ་ལྕགས་ལ་དུས་རླུང་དེ་ཡང་བྱེད་པ་པོ་བྱ་གྲོགས་གོར་ད་བྱས་ཙང་བྱེད་པ་པོ་ཟེར་དུས་ཡིན་གཅིག་མིན་གཅིག་གི་མི་དང་དེ་འདྲས་དགོས་གི་ཡོད་མ་རེད་བྱེད་པ་པོ་ལས་ཀ་བྱེད་ཉིན་ག་རེ་ཡིན་པ་ཡིན་ན་དེ་སྐྱེས་ཚང་མ་བྱེད་པ་པོ་བྱ་གྲོགས་གོ་རེད་ཨ་ད་ག་ནང་བཞིན། རྗེས་འཇུག་ངག་གཅིག་ལ་ཁ་རྒྱུག་གིས་ས་ཀྱི་རི་བོང་གིས་རྩྭ་བསལ། རི་བོང་གི་ལས་ཀ་ཁ་ཤས་ར་བསྲིང་ན་རྩྭ་བསལ་བ་གི་ལས་ཀ་དེ་བྱས། རྗེས་འཇུག་ངག་གཅིག་ལ་ཁ་རྒྱུག་གིས་ས་ཀི་ཆོལ་བསང་གིས་གད་སྙིགས་སྒྲུག། ཆོལ་བསང་ལ་དེ་ཕོ་བ་བསང་ང་བསང། རྗེས་འཇུག་ངག་གཅིག་ལ་ཁ་རྒྱུག་གིས་ས་ཀི་ཆོལ་བསང་གི་ལས་ཀ་ཁ་ཤས་ར་བསྲིང་ན་གད་སྙིགས་སྒྲུག་རེད། ད་ཨ་དང་ཐ་མི་ཡི་དང་ཡི་རྗེས་འཇུག་ཨ་དང་རྗེས་འཇུག་མེ་སྒྱོགས་ཐ་མི་གི་རྗེས་སུ་ཡང་ན་ཨ་རྒྱུག་གི་ཡིས་ས་ཡིས་ཡང་ན་ཡ་རྒྱུག་གི་ཡིས་ས་ཡིས་བྲི་དགོས་རེད་ལ་རོ། བྱས་ཙང་དེ་འདྲས་ཡིན་དུས་ད་དཔེར་བརྗོད་ག་འདྲས་བྲི་ཡོད་ར་བསྲིང་ན། ཀུན་དགའི་ལྟད་མོ་ལྟ་ཀུན་དགའ་ལགས་ཀྱི་མི་དེས་ལྟད་མོ་ལྟ་བའི་ལས་ཀ་དེ་བྱེད་ཀྱི་ཡོད་རེད། ད་ནང་བཞིན་ཀུན་དགའ་ཡིས་ལྟད་མོ་ལྟ་ཀུན་དགའ་ཡིས་ལྟད་མོ་ལྟ་ཀུན་དགའ་གིས་ཀུན་དགའ་ཁོ་རང་གིས་ལྟད་མོ་ལྟ་གི་ཡོད་རེད་ད་དེ་ཁྱེད་རང་ཚོ་ཡང་དགོངས་པ་བཞེས་དགོས་ཡ་ཅི་ལ་ཡ་ཧ་ཀྱུ་ཀི་ཡིས་ས་ཡིས་དང་ཡ་ཀྱུ་ཀི་ཡིས་ས་ཡིས་བྲིས་ན་འགྲིག་གི་རེད་ཅེ་ན་ལ་འདུག་ཡིན་ན་ཡང་དེ་ཀུན་དགའི་ལ་དུ་ས་གཅིག་གིས་གཅིག་པོ་མེད་དོ་བྲིས་མི་འདུག་ཟེར་ལ་བ་ཡིན་ན་དེ་ཁྱེད་རང་ཚོ་དགོངས་པ་གར་བཞེས་དགོས་རེད་ཟེར་ན་མི་གཅིག་གི་མིང་བརྗེས་ལ་ཡ་ས་ཅེ་བྱ་བ་ཡིན་ན་འདིས

བྱས་ཙང་ཀུན་དགའི་ལྟད་མོ་ལྟ་ཀུན་དགའ་ཡིའི་ལྟད་མོ་ལྟ་དེ་གཉིས་གཉིས་ཀ་བྲིས་སྟངས་ཨ་ནི་མ་འདྲ་བ་མ་གཏོགས་དོན་དག་གཅིག་པ་སྟོན་གི་རེད། ནང་མཁས་གླུ་བླངས་ནང་ཕ་ལ་དེ། ད་ལྟའི་ང་ཚོ་ཡང་ནང་གི་ནང་དགའ་དེ་ལ་གཟིགས་ཡོད་མ་རེད་མི་ནང་དགའ་ས་དེ་ལ་མི་མིང་ནང་དགའ་བྱེད་འགྱོ་དེ་གླུ་བླངས་བ། གླུ་བླངས་ལ་སོང་ན་ད་ཁྱེད་རང་ཚོ་ཡང་འདི་ལ་ཡང་གླུ་བླངས་བ་དང་གཞས་བཏང་བ་གཉིས་དེ་ཁྱད་པར་ཡོད་རེད། ནང་ག་ས་དེ་གླུ་བླངས་རེད་ལབ་ར་གླུ་བླངས་ལ་དུས་ད་བོད་དུ་བ་ཡིན་ན་ས་ཆ་རྩྭ་ཐང་དེ་ཚོ་རྒྱ་ཆེན་པོ་ཡིན་དུས་རྩྭ་ཐང་གང་ལ་ཡ་གླུ་ཕ་ཅོ་ནས་གཅིག་བཏང་ཨ་དེ་ཚུ་ཅོ་དེ་ནས་ཚུའི་ལན་ནས་དེ་ལན་དེ་ཕ་བཏབ་ཡ་དེའི་ལན་བཏབ་ཀྱོ་དེ་ཡ་ཕ་གི་ནས་གོ་བ་ཅིག་ལན་ནས་ཡ་ཚུའི་ལན་གི་ཡོ་ར་བ་ཆེ་ཚང་གླུ་ཕ་ཚུའི་ལན་རེད་ཟེར་བ་ཕ་བཏང་བ་དེ་ཕ་བཏང་ཚུའི་བླངས་ཞིག་ཡོད་ས་ཆེ་ཚང་གླུ་བླངས་ཨོ་དེ་འདྲི་ཞིག་ལབ་བོ་རེད། ནང་ག་ཡིས་གླུ་བླངས་ད་ནང་གས་གླུ་བླངས་ན་ནི་འགྲིག་གི་རེད་ནང་ག་ཡིས་གླུ་བླངས་ན་ནི་འགྲིག་གི་རེད་ད་ད་ག་ནང་བཞིན་མཐའ་མིང་གི་རྗེས་ལ་ཨ་རྒྱུག་གི་ཡིས་ས་ཡིས་བྲིས་ན་འགྲིག་རེད་ཡ་རྒྱུག་གི་ཡིས་ས་ཡིས་བྲིས་ན་འགྲིག་གི་རེད་ངས་སློབ་སྦྱོང་བྱས་ང་ཡིས་སློབ་སྦྱོང་བྱས་དེ་གཉིས་ག་རེ་བྲིས་ན་འགྲིག་གི་རེད་ང་བྱེད་པ་པོ་དེ་སུ་རེད་ཟེར་ན་ང་རེད་ཁོ་མོས་སྦྱོང་ཚན་བྲིས་ཁོ་མོ་ཡིས་སྦྱོང་ཚན་བྲིས་ད་ད་གས་ངས་གོང་དུ་ཀུན་དགའ་ཟླ་བ་ནང་བཞིན་བྱས་ནས་ཨོ་ཁོ་མོ་ཡིས་དང་ཁོ་མོ་ཡིས་ས་དེའི་ཚབ་ཏུ་ཨ་ནེ་ས་གཅིག་གཅིག་པོ་གི་བྲིས་ཤ་ནས། འདི་གི་ཡོད་རེད། ཁོ་མོས་ཁོ་མོ་ཡིས་ལ་འདྲི་དོ། བྱས་ཙང་འདི་འགྲིག་ཡོད་རེད། བྱས་ཙང་ཁྱེད་རང་ཚོ་འདི་ལ་དཔེ་བལྟ་ནས་ཨ་ནེ་ཡག་པོ་བྱེད་ནས་རང་ངོས་ནས་བསམ་བློ་བཏང་ནས་བེད་སྤྱོད་བཟོད་ཐུབ་བ་གནང་རོགས་གནང། ཨང་དུ་བྱས་ན། ཨོ་ཡ། ད་ང་ཚོ་ཡང་སྦྱོང་རྩལ་དེ་སྒྲོལ་ཨ་ཡིན་ད། དང་པོ། དྲི་བར་ལན་དྲིས་རྣམ་སྨིན་གསུམ་པའི་གོ་དོན་དྲིས། རྣམ་སྨིན་གསུམ་པའི་གོ་དོན། རྣམ་སྨིན་གསུམ་པའི་ཕྲད་རྣམས་དྲིས་རྣམ་སྨིན་གསུམ་པའི་ཕྲད་ག་རེ་ག་རེ་དེ་དྲི་ཡ་ཆེ། སྒྲའི་སྦྱོར་ཚུལ་ཇི་ལྟར་ཡིན་ནམ་སྒྲ་སྦྱོར་ཕྲད་སྦྱར་སྟངས་ག་འདྲའི་ག་འདྲ་རེད། བྱེད་སྒྲ་དང་སྒྲའི་སྒྲའི་ཕྲད་གཉིས་ལ་ཁྱད་པར་གང་ཡོད་དམ་བྱེད་སྒྲ་དང་སྒྲའི་སྒྲའི་ཕྲད་ལ་ཁྱད་པར་ག་རེ་ཡོད་རེད། དེ་ནས། གཉིས་པ་དེ་བྱེད་སྒྲའི་ཕྲད་རྣམས་ཀྱི་སྦྱོར་ཚུལ་ངོས་བཟུང། ད་བྱེད་སྒྲའི་ཕྲད་ཀྱི་སྦྱོར་ཚུལ་དེ་ངོས་འཛིན་བྱེད་ཨ་བལྟ། དང་པོ་དེ་ལ་ཡ། ཕ་ཆོས་དེ་ལ་དེ་བྲིས་ཏོ་ཨ་ཁ་ས། རེ་མིག་དེ་རྣམས་ལ་ཡ་བྱེད་སྒྲའི་ཕྲད་ལ་ན་འཇུག་ཡུལ་རྗེས་འཇུག་ལ་བྲིས་ཏོ་ཨ། ཁྱེད་རང་ཚོས་སྦྱོར་ཚུལ་གཞི་གསུམ་བྱས་ན་ཁ་ཀྱི་དགུ་ཁྱིའི་ས་ཁྱིའི་དེ་རྗེས་འཇུག་ག་རེ་ག་རེ་བྱེད་འགྲོ་གི་རེད་ཧོ་དེ་ཕ་ཆོས་ཀྱི་སྟོང་པ་དེ་ན་བྲིས་ཨར་ད་ད་ཨ་ན་ཤིང་ཀ་ཡི་སྐྱ་དགུ་ཁྱིའི་ས་ཁྱིའི་ཆ་ཁ་ཡི་སྐྱ་དགུ་ཁྱིའི་ས་ཁྱིའི་ཆ་ཧ་ཀྱི་དགུ་ཡི་ས་ཡི་ཡ་ཀྱི་དགུ་ཡི་ས་ཡི་ཧོ་དེ་ཚོའི་སོ་སོའི་འགྲོ་སའི་རྗེས་འཇུག་དེ་ཕ་ཆོས་སྟོང་པ་ན་ལ་བྲིས་ཨ་བྱེད། དཔེ་ཆ་བྱས་ན་ངས་གཅིག་བཟོས་འོང་ཡིན་ན། ངས་དཔེ་གཅིག་སྟོན་འོང་ཡིན་ན་ག་རྒྱུག་གིས་ས་ཁིག་ཕ་ཅོག་སྟོང་པ་དེ་ལ་ཡ། ག་ང་གཉིས་ལ་གིས། ག་ང་གཉིས་ཕ་ཅོག་གི་སྟོང་པ་དེ་ནང་ལ་ཁྲིད་ནས་འགྲིག་གོ་རེད། ག་ཡིན་ཟེར་ན་ག་རྒྱུག་གིས་ས་ཁིག་སྦྱར་སའི་བྱེད་འཇུག་དེ་ག་དང་ང་ར་བ་འོ་དེ་བྱས་ནས། གསུམ་པ་བྱེད་སྒྲའི་སྦྱོར་ཚུལ་ལྟར་ཕྲད་སྦྱོར་དགོས། སྣུམ། བར་སྟོང། བསྲེག། བྱས་ཙང། ངས་དེ་ཁྱེད་རང་ཚོ་ལ་དཔེ་དང་པོ་དེ་སྟོན་བ་ཡིན་ན། སྣུམ། གྱིས། བསྲེག། བྱས་ཅུང་མ་ཕྱི་ལ་ཁ་ཡི་ཁྱའུ་གྱིས་ས་གྱིས་ད་ནས་བཞིན་ཁྱེད་རང་ཚོས་དེའི་དགྲ་བོ་བྱས་ནས་གཞན་པ་དེ་ཡ་ཚང་མ་མ་དེ་འཕྲད་བྱ་རོགས་གནང། བཞི་བ་དེ་གུག་རྟགས་ནང་བྱེད་སྒྲ་དང་འབྲེལ་སྒྲའི་ཕྲད་གང་འོས་འཇོག་དགོས་ད་དེ་ཡང་ཨ་ནེ་བྱེད་སྒྲ་དང་འབྲེལ་སྒྲའི་ཕྲད་ག་རེ་ཡག་ག་འདུག CR དང་གུང་དེ་དང་མ་འདྲ་བ་དེ་ག་རེ་ཟེར་ན་གུང་དེ་ལ་ཡིན་ན་བྱེད་སྒྲའི་ཕྲད་བྱོ་བྱེད་སྒྲའི་ཕྲད་གཅིག་པོ་བྱ་རེ་དོ་ཨ་ད་འདི་འོག་གི། བྱུང་ཚེ་ཞི་བ་དེ་ལས་ཡིན་ན། གུག་རྟགས་རྣམས་ལ་བྱེད་སྒྲའི་ཕྲད་བྲི་འོ་དོ་སྒྲའི་སྒྲའི་ཕྲད་བྲི་འོ་དོ་དེ་ཁྱེད་རྣམས་ཚོ་ཡང་དགོངས་པ་བཞེས་ཨ་བར་མ་དེ་ཕྱག་གཡོར་དང་རྒན་ལགས་ཀྱི་དཔེ་ཅིག་སྟོན་འོང་ཡིན་ན་དུད་འགྲོ་བར་སྟོང་ལག་པ་རྡོ་ཨ་དུད་འགྲོ་བར་སྟོང་དེ་རྣམས་ལ་ག་དྲི་བར་ཟེར་ན་འོ་འདི་ལས་ཀ་བྱེད་དུ་བྱེད་མིན་འདུག་ཟེར་ན་ལས་ཀ་བྱེད་མིན་འདུག་ཨ་དུད་འགྲོ་ལག་པ། བྲེ་ཤ་གས་སེ། དེའི་ནང་ལ་ཡ་ད་པ་ས་སྐྱིད་ལ་དུ་ཨང་ཀ་ཡེ་དུ་ཀྱ་གུ་སྐྱེས་ཀྱི་ཁྲེའུ་ཡིན་ན་དོན་གྲུབ་ཀྱིས་ལག་པ་སི་དུ་དོན་གྲུབ་དང་ལག་པ་པ་རུ་འབྲེལ་བ་སྟོན་སོགས་འབྲེལ་སྒྲ་སྦྱར་དོ་ཨ་བྱས་ཙང་ཡང་དོན་གྲུབ་ཀྱིས་ལག་པ་སི་ཁྲ་བྱས་ད་དེའི་དྲ་བོ་ཆེ་ན་ཁྱེད་རང་ཚོས་དེ་ནི་མ་ཨ་ལས་ཀ་དང་པོ་དགོངས་པ་བཤད་ས་དེ་ལས་ཀ་བྱེད་འདུག་བྱེད་མི་འདུག་ཅིག་ད་ཨ་དེ་ནས་འབྲེལ་སྒྲ་དང་བྱེད་སྒྲ་ག་རེ་བྲི་དགོས་ཡོད་མེད་དེ་བྱེད་ཧ་གོ་དེའི་རྗེས་ལ་ཡ་ཨ་རྗེས་འཇུག་ག་རེ་བྱ་ཅིག་ད་རྗེས་འཇུག་ངོས་བཟུང་བ་ཡིན་ན་དེའི་རྗེས་ལ་ཕྲད་ག་རེ་སྦྱར་དགོས་ཡོད་མེད་དེ་མཁྱེན་གྱི་རོགས་ཨ་བྱས་ཙང་འོ་དེ་འདྲས་བྱེད་ན་ཡིན་ད། ད་དེའི་རྗེས་ལ་ཡ། བྱུང་ཚེ་ལྔ་པ་དེ་ཕྲད་ནོར་བཅོས་གྱིས་ཕྲད་ནོར་བཅོས་བྱས་རེད་དྲན་གྱིས་གཡར། བློ་བཟང་གྱིས་བཤད་དོན་གྲུབ་ཡིས་ཉན་དཔལ་ལྡན་སྐྱིད་བྲིས་ནོར་བུ་གིས་བལྟས་ཀུན་དགའ་གིས་མཐོང། བྱས་ཙང་དེ་རྣམས་ལ་ཕྲད་བྱས་ཙང་ནོར་ཡོད་རེད་ནོར་དེ་ཡོད་དུས་ཁྱེད་རང་ཚོས་ནོར་དེ་སྐྱོར་དུས་ཀྱང་ནོར་བཅོས་བྱས་རེད་གྱེན་ལངས་དང་པོ་དེ་གསོལ་བ་ཡིན་ན་གཞན་གྱིས་གཡར་བཟོས་དུས་གཞན་གྱིས་དེ་ཚབ་ལ་ཡར་ན་མ་ར་ལ་གྱིས་རེད་མ་གཏོགས་གྱིས་མ་ར་བ་བྱས་ཙང་མི་གཞན་གྱིས་ཡར་ལ་འོ་ར་ནམ་རྒྱུན་ང་ཚོ་སྐད་ཆ་ནང་ལ་བྱས་ཙང་གཞན་གྱིས་ཡར་ཁ་ཡི་དེ་ཁྱག་པོ་གྱིས་ས་གྱིས་འོ་ཡ་འོ་དེ་འདྲ་བོ་བྱས་ན་ཡང་ཁྱེད་རང་ཚོས་ཁྲལ་ནོར་བསྐྱོད་དེ་ཚབ་ལ་སྒྲིག་སྐྱོར་དེ་ཁྲི་ཡར་དང་དྲུག་པ་བྱེད་སྒོ་མགོ་ཡི་རི་མོར་བལྟས་དེ་འབྲེལ་སྒྲ་དང་བྱེད་སྒྲའི་དཔེར་བརྗོད་གང་མང་བྲིས་ད་འོ་དེ་ལ་སྤུ་གུ་ཆུན་འཇུག་ཞིག་གོ་ཅི་ཏོ་འོ་དེའི་མགོ་དེ་ལ་བལྟ་ནས་བྱེད་སྒྲ་དང་འབྲེལ་སྒྲའི་ཁྲལ། ག་ཚོད་མང་མང་བྱས་དྲིས་རོགས་གནང། ཨོ་ཨོ་དེ་བྱས་ནས་ཨ་ནི་ང་ཚོའི་སྦྱོང་ཚན་དེ་དེ་འདྲས་བྱས་ནས་ཚར་སོང། ད་གོང་དུ་ངས་ཁྱེད་རྣམས་ཚོ་ལ་ཡང་བྱེད་སྒྲའི་ཕྲད་ཀྱི་ཨ་ནི། ཚིག་ཕྲད་ངོ་སྤྲོད་དང། ད་ནང་བཞིན་ཕྲད་སྦྱོར་ཚུལ། དཔེར་བརྗོད་བྱ་སྟངས་དེ་དབྱེ་ཚང་མ་ཁྱེད་རྣམས་ཚོ་ལ་ཡང་ཞུས་ཟིན་པ་ཡིན། ད་ཁྱེད་རྣམས་ཚོ་ནམ་རྒྱུན་འཚོ་བའི་ནང་ལ་ཡང། ཨ་ནི། གང་ཟག་ཡང་ན་བྱེད་པ་པོ་ཞིག་གིས་བྱ་བ་བྱེད་མགྱོགས་ཀྱི་ཚིག་དེ་ལ་ཡ་བྱེད་སྒྲའི་ཕྲད་དེ་བྲིས་དགོས་རེད་མ་གཏོགས་ཡང་གང་བྱུང་མ་བྱུང་བེད་སྤྱོད་བཏང་ཡོད་མ་རེད། དེང་སང་དཔེར་ན་མི་ཁ་ཤས་ཀྱིས། ང་གིས་ཁ་ལག་ཟས། ཁོ་གིས་ལས་ཀ་བྱས་ཟ་འདྲེ་གི་ལས། ཚིག་དེ་འདྲའི་བེད་སྤྱོད་བཏང་ནས་ཚང་མ་ལ་ཡ་བྱེད་སྒྲའི་གི་ཕྲད་ལྔ་བོ་དེ་ཚོ་གང་འགྲོ་བ་ལ་མ་ལྟོས་པར་བྱས་ཚང་མ་ལ་ཁ་རྒྱུག་གི་གི་ཟ་གི་གི་ཨ་ནི་ངོ་བོ་དེ་བེད་སྤྱོད་བྱས་ཏེ་ཡོད་རེད་དེ་འདྲ་གནང་ཡོད་མ་རེད་བྱས་ཙང། ད་ལྟའི་སློབ་ཚན་འདི་བསླབ་པ་བརྒྱུད་ང་རང་ཚོའི། ནམ་རྒྱུན། རྩོམ་འབྲི་གི་ཡོད་ན་འདྲ་ཚིག་གྲུབ་བཟོས་གི་ཡོད་ན་འདྲ། སྟོང་ཡིག་ཅིག་བྲིས་གི་ཡོད་ན་འདྲ་བྱེད་སྒྲའི་ཕྲད་དེ་ཚོ་ཚུལ་བཞིན་སྦྱར་དགོས་ཡ་དེ་གལ་ཆེན་པོ་རེད། འོ་དེ་ལ་བ་དང་ཆབས་ཅིག་དེ་རིང་གི་སློབ་ཚན་འདི་ད་ག་རང་མཇུག་སྒྲིལ་གི་ཡིན་ཐུགས་ཆེ་གནང།